རྒྱ་ནག་དམར་ཤོག་གི་གཙོས་འཛིན་ཞི་ཅིན་ཕིང་གིས་པེ་ཅིང་དུ་ཐའེ་ཝན་གྱི་སྲིད་འཛིན་ཟུར་པ་མཱ་དབྱིན་ཅོ་ལ་ཐུག་འཕྲད་བྱས་ནས་མཚོན་དགའ་ཕྱོགས་གཉིས་ཁ་བྲལ་ཐབས་མེད་ལུགས་བརྗོད་འདུག་ཉིས་སྟོང་བརྒྱད་ལོ་ནས་ཉིས་སྟོང་བཅུ་དྲུག་ལོའི་བར་ཐའེ་ཝན་གྱི་སྲིད་འཛིན་བྱས་མྱོང་མཁན་མཱ་དབྱིན་ཅོ་ན་ནིང་ལོར་རྒྱ་ནག་ཏུ་ཕེབས་ནས་ལོ་རྒྱུས་ཐོག་ལ་ཐའེ་ཝན་གྱི་སྲིད་འཛིན་ཟུར་པ་ཞིག་རྒྱ་ནག་ཏུ་ཕེབས་མཁན་ཐོག་མ་དེ་ཆགས་ཡོད་ཅིང་ཡང་ཉིས་སྟོང་བཅོ་ལྔ་ལོར་མཱ་དབྱིན་ཅོ་དང་ཞི་གཉིས་སིང་ངྷ་ཕོར་ནང་དུ་ཐུག་འཕྲད་བྱས་པ་དང་དེ་ནི་གཅིག་སྟོང་དགུ་བརྒྱ་བཞི་ཞེ་དགུ་ལོ་ནས་བཟུང་རྒྱ་ནག་དང་ཐའེ་ཝན་གྱི་མགོ་འཁྲིད་གཉིས་ཐུག་འཕྲད་བྱུང་བ་ཐོག་མ་དེ་ཆགས་པ་རེད། མཚོན་འགག་ཕྱོགས་གཉིས་རྒྱ་ནག་གཅིག་གི་མངའ་ཁོངས་སུ་འདུ་དགོས་པའི་རྩ་དོན་ཁས་ལེན་བྱས་ཁེ། མ་དབྱིན་ཇུག་ད་ལིན་བཅར་དུ་གོ་མིན་ཐང་གི་སྲིད་དོན་པ་ཁག་ཅིག་དང་ལྷན་དུ་པེ་ཅིན་དུ་ཕེབས་ནས་རྒྱ་ནག་གི་སྣེ་ལེན་རྒྱ་ཆེ་བྱས་འདུག་ཨ་རི་དང་ཉི་ཧོང་གཉིས་ཀྱིས་ལོ་ངོ་བཅུ་གྲངས་རིང་གི་མཛའ་མཐུན་གྱི་འབྲེལ་ལམ་ལ་རྗེས་དྲན་སྲུང་བརྩི་གནང་ཡོད་ཅིང་སིན་ཛོ་སྦ་དེན་ཕྱོགས་ཀྱི་ཕོ་བྲང་དཀར་པོའི་ནང་དུ་རྒྱལ་དོན་འཚམས་འདྲི་རེ་བརྗོད་ཡོད་པའི་ཉི་ཧོང་གི་སྲིད་བློན་ཧྥོ་མིའོ་ཁི་ཤི་ད་མཆོག་ལ་གསོལ་སྟོན་རྒྱ་ཆེ་བྱམས་ནས་རྒྱལ་ཁབ་ཕྱོགས་གཉིས་བར་གྱི་མཛའ་འབྲེལ་ལ་གུས་བརྩི་གྱི་རྣམ་པ་ཤུགས་ཆེ་བསྟན་གནང་འདུག་རེས་གཟའ་ལྷག་པའི་ཉིན་གྱི་གསོལ་སྟོན་ཐོག་ལ་ཚོང་ལྟོས་དང་ལུས་རྩལ་སྲིད་དོན་བཅས་ཀྱི་ཁྱབ་ཁོངས་ནས་གནད་ཡོད་མང་པོ་སྐུ་མགྲོན་དུ་ཕེབས་པ་དང་དབུ་ཁྲིད་རྣམ་གཉིས་ནས་རྒྱལ་ཁབ་ཕྱོགས་གཉིས་བར་མནའ་འབྲེལ་དམག་དཔུང་གི་ཀུན་སྤྱོད་དང་དམག་དོན་མཉམ་ལས། མཁའ་དབྱིངས་གཞི་འཇུག་དང་མིས་བཟོས་བཅོས་སྒྲིག། རླུང་འདྲེན་ཆས་བཟོ་དང་ནུས་ཁུངས་གཙང་མའི་རིགས་སོགས་ཀྱི་ཁྱབ་ཁོངས་ནང་ནས་མ་རྩ་གསར་པ་འཛུགས་འཇོག་དང་འཛད་མཐའ་འབྲེལ་ལམ་རྒྱ་སྐྱེད་བཏང་རྒྱུ་ཡིན་པ་མ་ཟད། ལྷག་དོན་དུ་རྒྱ་ནག་གི་ཉེན་ཁ་ལ་གདོང་ལེན་ཆེད་དུ་ལྷོ་རྒྱ་ནག་རྒྱ་མཚོའི་ཁུག་དང་ཐའེ་ཝན་མཚོའི་ཁུག་ཏུ་མཚོའི་ཐོག་དང་མཁའ་ཐོག་གི་འགོག་སྲུང་ལ་ཤུགས་སྣོན་རྒྱག་རྒྱུ་གསལ་བསྒྲགས་གནང་འདུག། ཡང་དེ་རིང་རི་གཟར་ཕུར་བུ་གཉིས་ལ་ཕོ་བྲང་དཀར་པོ་ཡི་ནང་དུ་སྲིད་འཛིན Biden མཆོག་དང་ཉི་ཧོང་སྲིད་བློན Kishida། ཧྥི་ལི་ཕིན་གྱི་སྲིད་འཛིན Marcos བཅས་ཀྱིས་ལོས་རྒྱུས་རང་བཞིན་ལྡན་པའི་ཕྱོགས་གསུམ་གྱི་དབུ་ཁྲིད་མཇལ་འཛོལ་ཐོག་མ་དེ་གནང་སྟེ་རྒྱ་ནག་གི་ལྷོད་རྒྱ་ནག་རྒྱལ་མཚོའི་ཁུལ་དུ་ཤུགས་རྐྱེན་རྒྱ་བསྐྱེད་དང་གཞན་ལ་སྡིགས་སྐུལ་བྱེད་པའི་བྱ་སྤྱོད་མཚམས་འཇོག་བྱེད་དགོས་པའི་བརྡ་ལན་སྤྲད་རྒྱུ་རེད་འདུག་ཨི་ཟི་རལ་གྱི་རི་གཟར་ལྷག་པའི་གཉིས་ལ་སྒ་རྫ་ཁ་ཐོག་ནས་སྟོད་གོས་གཏོང་སྐབས་ཧ་མ་སིའི་འགོ་ཁྲིད་དོན་ཞུ་ཨིས་མེ་ཨལ་ཧ་ནི་ཡཱ་གི་བུ་གསུམ་སྐྱེལ་འདྲེན་སུ་བཏང་ཡོད་པ་མ་ཟད་ཁོ་པའི་སྤུན་མཆེད་ཚང་མ་དྲག་སྤྱོད་པའི་སྒྲིག་འཛུགས་དེའི་ཁོངས་གཏོགས་ཡིན་པ་བརྗོད་འདུག། ཨིས་མཱེལ་ཧ་ནི་ཡཱ་དང་ཁོའི་སྤུན་མཆེད་ཧ་ཛིམ་ཨ་མི་ཡཱ་གཉིས་ནི་སྤུ་རྒུད་རྣམས་ཁྲིད་ནས་སྒ་ཛ་ཡི་ཤར་མཐའི་སྐྱབས་བཅོལ་བའི་ཟློས་གར་གྱི་ཉེ་འཁྲིས་སུ་འབྱོར་སྐབས་ཨིས་ར་ཨེལ་གྱི་སྟོད་གོས་འཐེན་ནས་ཧ་ནི་ཡཱ་གི་བུ་སོམ་དང་ཚའུ་བཞི་སྐྱེ་འདས་སུ་ཕྱིན་འདུག་ཁ་བྲག་ནང་དུ་སྐྱབས་བཅོལ་དུ་འབྱོར་ཡོད་པའི་ཧ་ནི་ཡཱ་གིས་ཨིས་ར་ཨེལ་གྱི་མི་མེད་གནམ་གྲུ་ཡི་སྟོད་གོས་ཐེབས་པའི་དོན་རྐྱེན་དེ་བདེན་པ་ཡིན་པར་ར་འཕྲོད་བྱས་ཡོད་པ་དང་ཧ་ནི་ཡཱ་གི་བུ་དང་ཚའུ་རྣམས་སྐྱེ་འདས་སུ་ཕྱིན་པའི་དོན་རྐྱེན་དེས་རྒྱལ་སྤྱིའི་བར་དོ་ནང་མཁན་ཚོས་ཟླ་བ་འགའ་ཤས་རིང་ལ་མེ་འཕེན་མཚམས་འཇོག་ཡོང་ཐབས་ཀྱི་གྲོས་མོལ་བྱས་པ་དེར་ཤུགས་ཆེན་ཡོང་སྲིད་མེད་ཐད་ལ་ཤེས་རྟོགས་ཐུབ་ཀྱི་མེད་པ་རེད་འདུག་རེས་གཟའ་ལྷག་པའི་ཉིན་ལ་ཧང་ཀང་ནང་གི་སྡོད་ཁང་ཞིག་ལ་མེ་སྐྱོན་བྱུང་ནས་མི་ལྔ་འདས་གྲོངས་སུ་ཕྱིན་འདུག་གསར་ལམ་ཁག་ནས་གནས་ཚུལ་སྤེལ་གསལ་ལྟར་ན་རེས་གཟའ་ལྷག་པའི་ཉིན་གྱི་སྔ་དྲོ་ཙམ་ལ་ཧང་ཀང་ནང་གི་ཇོར་དན་ཁུལ་དུ་ཡོད་པའི་སྡོད་ཁང་ཞིག་གི་ཐོག་བརྩེགས་དང་པོའི་ལུས་རྩལ་ཁང་ཞིག་ལ་མེ་སྐྱོན་བྱུང་ཡོད་པ་དང་མེ་གསོད་རུ་ཁག་ཡུལ་དངོས་སུ་འབྱོར་ནས་ཆུ་ཚོད་གཅིག་མ་ཟིན་ཙམ་གྱི་ནང་དུ་མེ་བསྲེགས་ཐུབ་ཡོད་ཀྱང་མི་ལྔ་འདས་གྲོངས་སུ་ཕྱིན་ཡོད་པ་མ་ཟད་མི་བཅུ་ལྷག་ལ་རྨས་སྐྱོན་ཚབས་ཆེ་བྱུང་ཡོད་ཅིང་མྱུར་སྐྱོབ་མི་སྣ་ཚོས་འཕྲུལ་ཆས་བེད་སྤྱོད་བཏང་ནས་ཐོག་ཁང་ནང་དུ་ལྷག་ཡོད་པའི་མི་ཚོས་རི་ཆུ་ལོག་ལ་འགྲོ་བཞིན་པ་རེད། མཚམས་འདི་ནི་བོད་དང་འབྲེལ་བའི་གསར་འགྱུར་ཕྱོགས་བསྡུས་ཤིག་ཉན་འགྲོ་ཞུ་གི་ཡིན་ཚེ་དགུང་གཉིས་ལ་སྦེལ་ཇམ་ནང་གི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ཟུང་འབྲེལ་གྱི་ཐོག་ནས་ཡོ་རོལ་ཅེས་པའི་ལས་འགུལ་ཞིག་དབུ་འབྱེད་གནང་འདུག་ལས་འགུལ་དེའི་དྲ་ཚིགས you for Tibetan dot org ཅེས་པ་དེ་ནི་བོད་མིའི་ཐོས་ཐང་དང་རང་དབང་སྐོར་ཞུ་གཏུག་གནང་མཁན་ཚོགས་པ་ཁག་གིས་ཡོ་རོལ་གྲོས་ཚོགས་ཀྱི་འོས་མིའི་ཁྲོད་ནས་བོད་དོན་ལ་རྒྱབ་སྐྱོར་བྱ་རྒྱུ་གྱི་དམ་བཅའ་ལེན་ཐབས་དང་བོད་དོན་ཐོག་ལ་ལངས་ཕྱོགས་འཛུགས་ཕྱོགས་ཐད་རྒྱུས་ལོན་བྱེད་ས་ཀྱི་སྡིངས་ཆ་བྱིན་པ་རེད། རྒྱ་ནག་ནང་གི་འགྲོ་བ་མིའི་ཐོད་ཐང་གི་གནས་བབ་ལ་རྟོག་ཞིབ་གནང་མཁན་ཉི་ཧོང་གྲོས་ཚོགས་འཐུས་མི་ཚོགས་ཆུང་གི་ཨ་ཅར་རིན་པོ་ཆེ་མཆོག་གྲོས་ཚོགས་ནང་དུ་གདན་ཞུ་གྱིས་ཁོང་གི་མི་ཚེ་ཡི་ཉམས་མྱོང་དང་བོད་ནང་རྒྱ་ནག་གཞུང་གིས་ཆོས་ལུགས་ཐོག་དྲག་གནོན་གཏོང་བཞིན་པའི་གནས་སྟངས་ངོ་སྤྲོད་གནང་སྐྱོང་ཡོང་བའི་རེ་སྐུལ་ཞུས་ཡོད་པ་ལྟར་རིན་པོ་ཆེ་མཆོག་ནས་བོད་ནང་དུ་ཆོས་དད་རང་དབང་རྡོག་རོལ་ཚབས་ཆེན་གཏོང་བཞིན་པའི་གནས་སྟངས་བཀོད་ནས་གསལ་བཤད་གནང་འདུག། ཨ་མྱེས་མ་བྱས་ཀྱི་གངས་རིའི་སྒང་བཞུར་བའི་ཚད་ཧ་ཅང་མགྱོགས་པོ་ཡིན་རུང་རྒྱ་ནག་གཞུང་གིས་མུ་མཐུད་ནས་ཡུལ་དེར་གཏེར་ཁ་སྔོག་འདོན་གྱི་ལས་གཞི་སྤེལ་མུས་ཡིན་པ་དང་ས་གནས་འབྲོག་པ་ཞིག་གིས་བོད་ཀྱི་དུས་བབ་ལ་རྒྱ་ནག་གཞུང་གིས་གཏེར་ཁ་སྔོག་འདོན་གྱི་ལས་གཞི་དེ་བརྒྱད་བཅུ་བརྒྱ་གྲངས་ཙམ་ནས་འགོས་ཙམ་ནས་ད་བར་མཚམས་ཆད་མྱོང་མེད་པ་དང་ད་ལྟའི་ཆར་གཏེར་ཁང་གི་འགྲམ་དུ་གཏེར་ལེན་བཟོས་གྲྭ་དང་ལས་མིའི་གྲོང་ཚོ་ལྟ་བུ་ཞིག་ཆགས་ཚར་ཡོད་པ་བརྗོད་འདུག་ཡང་བོད་ཀྱི་དུས་བབ་ཀྱི་གནས་ཚུལ་སྤེལ་ཚད་ལ་རྒྱ་ནག་གཞུང་གིས་བོད་ནང་མཚོ་ལྷོ་ཁུལ་བྲག་དཀར་རྫོང་ཁོངས་ཀྱི་རྨ་ཆུ་ཡི་འགྲམ་རྒྱུད་དུ་གཡང་ཁྱིའི་ཆུ་ལོག་ཟད་ཚད་ཟེར་བ་ཞིག་གསར་རྒྱག་བྱེད་བཞིན་པའི་རྐྱེན་གྱིས་ཉེ་ལམ་རྒྱ་ནག་གཞུང་གིས་ཡུལ་དེ་རུ་ཆགས་ཡོད་པའི་ཨ་ཚོགས་དགོན་པ་གནས་སྤོས་བྱས་པའི་བཟོ་སྐྲུན་མཛད་སྒོ་ཞིག་བསྡུས་ཏེ་ཨ་ཚོགས་དགོན་པ་དངོས་སུ་གནས་སྤོས་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་འདུག།